ངོ་བོ་ལ་སོགས་དེ་ནི་དང། ཤེས་རབ་ཕར་ཕྱིན་གྱི་ཉམས་ལེན་དེ་མེད་ན་ཕ་རོལ་ཕྱིན་པ་གཞན་པ་ལྔ། ནི་སྔོན་མ་ལྔ་དེའི། ནི་རྫོགས་པའི་བྱང་ཆུབ་ཐོབ་པར་བྱེད་ནུས་པ་མ་རེད་ཟེར་ལབ་ཏུ། ད་ག་འདྲས་ཏེ་ལབ་དགོས་ཡོད་པ་རེད་ལབ་ན་ནི་རྫོགས་པའི་བྱང་ཆུབ་ཐོབ་པ་ལ། སྟོང་པ་ཉིད་ཀྱི། ལྟ་བ་དེ་སྟོང་པ་ཉིད་རྟོགས་དགོས་ཡོད་པ་རེད་སྟོང་པ་ཉིད་རྟོགས་ནས་བདག་འཛིན་མ་རིག་པ་ལ་ཁ་གཏད་བཅག་ནས་འཁོར་བའི་རྩ་བ་མ་རིག་པ་སྤངས་ནས་སངས་ཀྱི་དགོས་པ་རེད། ཡན་ཙང་ཕ་རོལ་ཏུ་ཕྱིན་པ་སྔོན་མ་ལྔ་དེ་གའི་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་གཏན་ལ་འབེབས་ཐུབ་ཀྱི་ཡོད་པ་མ་རེད། སྦྱིན་པ། ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཟིན། ནི་ཕ་རོལ་ཏུ་ཕྱིན་པ་དྲུག་ཡོད་པའི་ནང་ནས་ཕ་རོལ་ཏུ་ཕྱིན་པ་སྒང་མ་ལྔ་དེ། ནི་སྟོང་པ་ཉིད་ཀྱི་དོན་དང་རྣམ་པར་ཐོབ་གོ་ཡོད་པ་མ་རེད། ཡིན་ཙང་ཕ་རོལ་ཏུ་ཕྱིན་པ་ལྔ་དེ་ལ། ནི་ཕྱི་རོལ་ཕ་རོལ་ཏུ་ཕྱིན་པའི་དཀྲོགས་བྱེད་དགོས་པ་རེད། སྦྱིན་པ་བཏང་ན་འདྲ། ཚུལ་ཁྲིམས་བསྲུང་ན་འདྲ་བཟོད་པ་བསྒོམ་ན་འདྲ་བརྩོན་འགྲུས་རྩོམ་ན་འདྲ་བསམ་གཏན་བསྒོམ་ན་འདྲ་གང་རེད་ཟེར་བྱེད་པ་ཡིན་ན་ཡང། དེ་དང་མཉམ་དུ་སྟོང་པ་ཉིད་རྟོགས་པའི་ལྟ་བ་གིས་ནི། དཀྲོགས་དང་བྱས་པ་ཡིན་ན། འཁོར་བའི་རྩ་བ་སྤང་ཐུབ་གི་ཡོད་པ་རེད། ཨ་ནི་སྟོང་པ་ཉིད་རྟོགས་པའི་ཤེས་རབ་ཀྱིས་སྤྲོ་དང་ལྡན་པ་ཙམ་གྱིས་ཀྱང། ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཀྱི་ཡོད་མ་རེད། ད་ག་རེ་གོ་རེ་ལབ་ན་ཐབས་དང་ལྡན་ཞིང་ཟེར་རོ། ཐབས་བརྩེ་བ་སྙིང་རྗེ་ཆེན་པོ་དང། ཀུན་རྫོབ་བྱང་ཆུབ་ཀྱི་སེམས། བྱང་ཆུབ་ཀྱི་སེམས། བྱང་སེམས། ཨོ་དེ་དགོས་པ་རེད། དེ་དང་ལྡན་པ་སྟོང་ཉིད་རྟོགས་པའི་ཤེས་རབ་དང་ལྡན་པ་སྦྱིན་སོགས་ཕར་ཕྱིན་གཞན་པ་དུ་སོགས་ལ་ཉམས་ལེན་ཡང་ཡོད་པ། ཨོ་དེ་འདྲ་ཅིག་ཡིན་པ་ཡིན་ན་ད་སངས་རྒྱས་རེད་སངས་རྒྱས་ཐོབ་ཐུབ་གི་རེད། ཨོ་དེ་འདྲ་གསུངས་པ་རེད། ད་དེ་འགྲེལ་བྱེད་མདོར་བསྡུས་སུ་བརྒྱབ་ན་དེ་འདྲ་ཅིག་རེད་དེ་འདྲ་ཅིག་གསུང་དགོས་པ་རེད་གཞན་པ་ཅིག་དེ་ང་ཚོ་འདི་སྐབས་འདི་ལ་ཧ་གོ་དགོས་པ་ཅིག་ལ། སྤྱིར་བཏང་ང་ཚོ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཟེར། ད་ང་ཚོ་དཔེར་ན་དགྲ་བཅོམ་པའི་གོ་འཕང་འགྲོ་ཐག་མིན་དགྲ་བཅོམ་པའི་གོ་འཕང་ཅིག་ཐོབ་དགོས་ཀྱི་ཡོད་ན་འདྲ། ཡང་ན་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་ཡོད་པ་ཡིན་ན་འདྲ་གང་ལྟར་ཀྱང་ཚོགས་གཉིས་བསགས་དགོས་ཀྱི་ཡོད་པ་རེད། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས། ད་ང་ཚོ་ཕར་ཕྱིན་དཀྲུགས་ཏེ་ཚོགས་གཉིས་ལ་བགོ་བཤའ་བརྒྱབ་པ་ཡིན་ན། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས། ཞེས་ཏེ། བསོད་ནམས་ཀྱི་ཚོགས་ཀྱི་ནི། གོང་གསོལ་གཏོགས་ཡོད་པ་བསོད་ནམས་ཀྱི་ཚོགས། འོ་དེ་འདྲ་རེ་ད་ཡོད་པ་རེད། བསམ་གཏན་ཕར་ཕྱིན་གྱི་ཉམས་ལེན་དེ་བསམ་གཏན་ལ་དཔེར་ན་བསམ་གཏན་གྱི་ཁྱབ་ཁོངས་ལ་ལྷག་མཐོང་འདྲ་བོ་དེ་འདྲས་སྒོམ་ཐུབ་ཀྱི་ཡོད་པ་ཡིན་ན་བསམ་གཏན་གྱི་ནི་ཆར་གཏོགས་སུ་གྱུར་པའི་ནི་ལྷག་མཐོང་དེ་ཤེས་རབ་ཕར་ཕྱིན་གྱི་ཉམས་ལེན་ལ་འགྲོ་གི་རེད་ནི་སྒོམ་བཅིངས་པ་ཏིང་ངེ་འཛིན་བཅིངས་པ་འདྲ་བོ་ཅིག་ཡིན་པ་ཡིན་ན་བསོད་ནམས་ཀྱི་ཚོགས་ལ་འགྲོ་གི་རེད། ཨོ་དེ་ཡིན་ཙང། ད་ང་ཚོ་ཤི་ནས་ཁྱབ་པར་བ། འདི་འདྲ་བོ་ཅིག་དབང་དུ་བྱེད་པ་ཡིན་ན་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀྱི་ཆ་ཡོད་པ་དེ་འདྲ་ཅིག་རེད། ཨ་ནི་ཤེས་རབ་ཕར་ཕྱིན་གྱི་ཉམས་ལེན་དེ་ཡེ་ཤེས་ཀྱི་ཚོགས། གི་ཉམས་ལེན་ཨོ་དེ་ལ་འགྲོ་གི་ཡོད་པ་རེད། ཨོ་དེ་འདྲའི་ཆེད་དུ་ཨ་ནི་ཕར་ཕྱིན་དྲུག་དེ་ཨ་ནི་ཚོགས་གཉིས་ལ་བགོ་བཤའ་རྒྱག་སྟངས། འོ་དེ་དེ་འདྲ་ཅི་རེད་དེ་ཡང་སྐབས་འདི་ལ་ཧ་གོ་གོ་གི་ཡོད་པ་རེད། དེ་ནས་ད་ང་ཚོ་ཕར་ཕྱིན་དཀྲུགས་སྐབས་འདི་ལ་ད་ང་ཚོ་འགྲོ་ས་པ་རེད་ཡིན་ཙང། ཕར་ཕྱིན་དཀྲུགས་ལ་གཅིག་གི་ནང་ལ་ཚང་མ་དེ་ཚང་གོ་གི་ཡོད་པ་རེད་ཟེར་བ་ད་ཐེག་པ་ཆེན་པོ་གི་ཕར་ཕྱིན་གི་ནི་ད་འགྲོ་སྟངས་དེ་དེ་འདྲ་ཅིག་སོང་གི་ཡོད་པ་རེད། དཔེར་ན་སྦྱིན་པའི་སྦྱིན་པ་སྦྱིན་པའི་ཚུལ་ཁྲིམས་སྦྱིན་པའི་བརྩོན་འགྲུས་སྦྱིན་པའི་བཟོད་པ་སྦྱིན་པའི་བསམ་གཏན་སྦྱིན་པའི་ཤེས་རབ་ཟེར་ནས། ཕར་ཕྱིན་རེ་རེའི་ནང་ལ་ཕར་ཕྱིན་དྲུག་བར་ཚང་མ་ཚང་བར་བྱས་ནས་ཉམས་ལེན་བྱེད་དགོས་པ་རེད་ཟེར། ཨ་ད། གཞུང་ཆེན་པོ་དེ་ཚོ་ན་དེ་འདྲ་མང་པོ་སོང་ཡོད་རེད། ཨ། དཔེར་ན་ང་ཚོ་དཔེ་ཆ་གཅིག་བཞག་ན་སྦྱིན་པ་གཅིག་པོ་ལ་ང་ཚོ་འགྲེལ་བཤད་གཅིག་བྱས་པ་ཡིན་ན། ཨ་ནི་རང་ཉིད་སྦྱིན་པ་ལ་གནས་པ། རང་ཉིད་སྦྱིན་པ་གཏོང་མཁན་གཅིག་ཡིན་ན་སྦྱིན་པ་གི་བསྔགས་པ་བརྗོད་སྦྱིན་པ་གི་ཨ་ནི་ཕན་ཡོན་བརྗོད་དེ་འདྲ་བྱས་ནས་ཨ་ནི་མི་གཞན་ཀྱང་སྦྱིན་པ་གཏོང་བ་གི་ལམ་དེ་ལ་གོ་བ་ཡིན་ན་སྦྱིན་པའི་སྦྱིན་པ་རེད། དེར་བ། འོ་དེ་ནས་སྦྱིན་པ་སྟོང་པ་ལ་བརྩོན་འགྲུས་ཅིག་རྩོམ་དགོས་ཀྱི་ཡོད་པ་རེད་ང་ཚོ་སྤྱིར་བཏང་སྦྱིན་པ་ཆོས་ཀྱིས་བྱིན་པ་དང་དེ་འདྲ་ཡིན་ན་ཨ་ཅང་ཅང་མ་ཡིན་པའི་སེང་ཟིང་གི་སྦྱིན་པ་ཅིག་བཏང་ན་ཡང་ཟང་ཟིང་གི་སྦྱིན་པ་དེ་འཚོལ་དགོས་ཀྱི་ཡོད་པ་རེད་ཟང་ཟིང་གི་སྦྱིན་པའི་རྫས་དེ་འཚོལ་དགོས་ཀྱི་ཡོད་པ་རེད་དེ་ནས་ཟང་ཟིང་གི་སྦྱིན་པ་དེ་གཏོང་བ་གི་ཆེད་དུ་འབར་རྩོལ་ཅིག་བསྟེན་དགོས་ཀྱི་ཡོད་པ་རེད་ཡིན་ཙང་སྦྱིན་པ་གི་བརྩོན་འགྲུས། ཨ་ནི་སྦྱིན་པ་གི་བསམ་གཏན་ཟིན་ལབ་དེ་གང་ལ་སྤྱིར་བཏང་བསམ་གཏན་ལབ་ན་དེ་ངེས་འཛིན་རེད་ཡིན་ན་ཡང་སེམས་ཀྱི་གནས་ཆ་ཕྱོགས་གཅིག་པ། སེམས་རྩེ་གཅིག་ཏུ་གནས་པའི་རིགས་ཚང་མ་དེ་བསམ་གཏན་ཕར་ཕྱིན་གྱི་ཉམས་ལེན་ནང་ལ་བསྡུ་ཆོག་གི་ཡོད་པ་རེད་སྦྱིན་པ་གཏོང་བ་དེའི་ཕྱོགས་དེ་ལ་ཨ་ནི་བསམ་པ་བརྟན་པོ་གཅིག་གི་སྒང་ནས་ཨ་ནི་བསམ་བློ་བཏང་བ་དེ་ཨ་ནི་སྦྱིན་པ་གི་བསམ་གཏན་འདི་ནི་སྦྱིན་པ་གི་ཚུལ་ཁྲིམས་ལབ་རེད་སྦྱིན་པ་གི་ཚུལ་ཁྲིམས་ལབ་ན་དཔེར་ན་སྦྱིན་པ་ལ་བསྲུང་བྱ་མང་པོ་ཡོད་རེད་བ་དཔེར་ན་རང་སོ་སོ་རང་ཉིད་ཀྱི་སྦྱིན་པ་གཏོང་བའི་སྐབས་ལ་ཀུན་སློང་ངན་པ་ཀུན་སློང་མ་དག་པ་དེ་ཚོ་སྒོ་བཀག་པ་ཀུན་སློང་ངན་པ་དེ་ཚོ་སྐྱེ་མ་བཅུག་པ་འོ་དེ་འདྲའི་བཟོད་པ་དེ་སྦྱིན་པ་གི་ཚུལ་ཁྲིམས་ཨཱ་ནི་སྦྱིན་པ་གི་བཟོད་པ་ལབ་དེ་སྦྱིན་པ་གི་བཟོད་པ་ལབ་ན་ག་འདྲའི་བར་ལབ་ན་དཔེར་ན་སྦྱིན་པ་གཏོང་བའི་སྐབས་སུ་གཞན་གྱིས་རང་ལ་མི་སྙན་པ་བརྗོད་པ་དང། ཡང་ན་རང་ཉིད་ཀྱི་སྦྱིན་པའི་རྫས་དེ་བློས་གཏོང་ཐུབ་དགོས་ཀྱི་ཡོད་པར་བ། སེར་སྣ་བཀག་དགོས་ཀྱི་ཡོད་པར་བ། འོ་དེ་འདྲའི་སེར་སྣ་ལ་བཟོད་པ། འོ་དེ་ཡང་སྦྱིན་པ་གྱི་བཟོད་པ་ཆགས་ཀྱི་ཡོད་པ་རེད། སྦྱིན་པ་གྱི་ཤེས་རབ་ད་ཡག་ཤོས་བྱུང་ན་ནི་འཁོར་གསུམ་རྣམ་པར་མི་རྟོག་པ། སྦྱིན་པ་གཏོང་མཁན་སྦྱིན་པ་གཏོང་བའི་རྫས་སྦྱིན་པ་གཏོང་ཡུལ་སྦྱིན་པ་གཏོང་བའི་བྱ་བ་ལ་སོགས་པ་འོ་འདི་འདྲའི་གྱི་བཤད་བྱའི་གླེའི་གསུམ་གྱི་ཨ་ནི་རྣམ་གཞག་ཚང་མ་དེ་ཨ་ནི་རང་བཞིན་གྱིས་གྲུབ་པ་མ་རེད། ཨོ་དེ་འདྲ་ཅིག་ལ་བསམ་བློ་གཏོང་ཐུབ་པ་ཡང་ན་སྦྱིན་པ་ཤེས་རབ་རེད། ཨོ་དེ་འདྲ་ཅིག་ནི་ཨ་ནི་ཕར་ཕྱིན་དྲུག་གི་ཉམས་ལེན་ཚང་མ་དེ་ལ་ཕར་ཕྱིན་གཅིག་གི། ཨ། ཉམས་ལེན་ནང་ལོགས་ལ་ཕར་ཕྱིན་དྲུག་ག་ཨ་ནི་ཚང་བ་ཟུར་ནས་ཉམས་ལེན་བཟོ་དགོས་ཀྱི་ཡོད་རེད་ཟེར་ནས་ཨ་ནི་ང་ཚོ། གཞུང་མང་པོ་ནང་ལ་དེ་འདྲ་གསུངས་ཡོད་པ་རེད་ཨ་ནི་དེ་ད་ཅོག་ཅོག་ཟིག། རོབས་སྐབས་འདི་ལ་ཧ་གོ་ན་ཡག་པོ་ཡོད་པ་རེད་བསམ་གྱི་འདུག་འོ་ཐུགས་རྗེ་ཆེ་ད་དེ་འདྲ་ཅིག་ཡིན།